དེ་རིང་ས་སྐྱའི་ཤོད་བརྒྱད་ལ། ངའི་ཡུལ་གྲུ་གཟིགས་མཁན་མང་པོ་ཅིག་གིས། ལེ་ཚན་འདྲ་བོ་གཅིག་གཟིགས་ཚར་བའི་རྗེས་སུ། ནི་དེ་གའི་སྔོན་མ་དེ་ག་བ་ཡོད་རེད་དེ་གའི་རྗེས་མ་དེ་ག་བ་ཡོད་རེད། ག་འདྲའི་སྲི་བཏགས་དགོས་ཀྱི་རེད་ག་ནི་རག་གི་རེད། ཨོ། དེ་འདྲའི་ཟེར་ནས་ལན། དྲི་བ་མང་པོ་ཅིག་བཏང་ཡོང་གི་འདུག། དེ་ཡིན་དུས་ད་རེ་རེའི་རྒྱན་དུ་ངས་འདི་འདྲས་འདི་འདྲས་ཟེར་ཤེས་བསྡད་ཡ་དང། ནི་ལེ་ཚན་རེ་རེའི་རྒྱན་གྱི་དྲ་ཐག་དེ་ཉོག་ནས་བཙལ་ནས་ཕར་གཏོང་དུ་བསྐུར་ན་བལྟས་ཚེ་དཀའ་ངལ་རེད་ཤེས་དེ་ཡིན་དུས་དེ་རིང་དྲ་ཐོག་ནས་ལྟ་ལོ་ལྟ་སྟངས་བཙལ་ལོ་བཙལ་སྟངས་ག་འདྲས་སུ་བཙལ་དགོས་ཡོད་མེད་ལྐོག་ཏུ་གཅིག་ཤེས་རྒྱ་བ་ཡིན་ན། བལྟས་མ་ཐག་ཏུ་ཚང་མ་ཐུགས་སུ་ཆུད་འགྲོ་གི་རེད་བསམ་གི་འདུག་དེ་ཡིན་དུས་ད་ཐོག་མར་དྲ་རྒྱ་སྒོ་ཕྱེ་སྟངས་ནས་སྒོ་སྒོར་ནང་ལ་འགྲོ་སྟངས་ཀྱི་བར་འདི་ཕལ་ཆེར་བསླབ་དགོས་ཀྱི་མ་རེད་བསམ་གི་འདུག་སྒོ་སྒོར་ནང་བསླབ་བ་ཡིན་ན་ནི་འདི་ཡུལ་གྲོང་ནང་འགྲོ་དགོས་ཀྱི་ཡོད་རེད་བ། ཡུལ་གྲོང་དུ་སི་ཁ་ཤི་བ་ཡིན་ན་ད་དེའི་བར་འདི་ལ་བསླབ་དགོས་ཀྱི་སྐད་མི་འདུག་ཚང་མ་གོ་གི་རེད།

ཁྱད་པར་འདྲ་བ་དེ་ག་ཡོད་རེད་ཟེར་ན། ཨ་ནེ་འདི་གི་ནང་ལོགས་ལ་ལེ་ཚན་གསར་པ་ག་རེ་བཞག་ཡོད་ན་སོ་སོས་མཐོང་ཐུབ་ཀྱི་ཡོད་རེད། ང་ཚོས་ངོ་དེབ་དང་སྐད་འཕྲིན་དེ་ཚོ་ཕན་ཚུན་འབྲེལ་མཐུད་བཟོས་ཀྱི་ཡོད་ན་གཅིག་གི་གར་གཅིག་ཡོད་མེད་དེ་གཅིག་མཐོང་ཐུབ་ཀྱི་འདུག་བ་དེ་དེ་གཅིག་པ་རེད། དེ་མ་བཟོས་པ་ཡིན་ན། ཨ་མི་གཞན་དག་གཅིག་གི་རྐང་བཙུགས་ནས་ཁྱོད་རང་གི་མདུན་ལ་ཚོས་ཁས་མ་ཡོང་བ་ཡིན་ན་མཐོང་གི་མ་རེད་བ། ཨན་ད་ལྟ་བ Subscribe བྱས་ཚར་དུས་དེ་གི་རྗེས་ལ་དྲིལ་བུ་འདྲ་བ་གཅིག་ཤར་གི་རེད་དེ་གཅིག་བསྣན་བཞག་པ་ཡིན་ན། ཨེ་འདི་གསར་པ་ག་རེ་རྒྱག་ཡིན་ན་ཁྱོད་རང་ལ་སྒེར་ལ་བརྡ་བཏང་ཡོང་གི་རེད། སྐད་ཀྱི་ཐོག་ནས་དྲི་བརྡ་བཏང་ཡོང་གི་རེད་བ། དེ་ནས་ལྟ་མ་ལྟ་དེ་སོ་སོས་འདོད་པ་རེད། ད་རྡོ་སི་ཅེ་ཚ་དུས་འདི་ནས་མ་རྩེ་ཡིན་ན་འགྲིག་འགྲིག་གི་རེད། སོ་སོ་དགོས་ཡ་དེ་ག་རེ་ཤི་སྔོན་མ་དེ་ག་རེ་ཤི་རྗེས་མ་དེ་ག་རེ་ཤི་དེ་གི་མཚམས་དེ་ག་འདུག་ལྟ་ནས་རྩེ་ཡིན་ན་འགྲིག་གི་རེད་དེ།

བིདེའོ་འདི་སྐྱེལ་བསྣན་པ་ཡིན་ན། ད་ཁྱོད་རང་གི་བིདེའོ་ག་ཚད་བཞག་ཡོད་མེད་ཚང་མ་མཐོང་ཐུབ་རེད། འདི་ལས་ན་ཉིན་བརྒྱ་དགུ་བཅུ་ག་ཚད་ནས་ཅིག་བཞག་ཡོད་རེད་བ། འདི་ཚང་མ་མ་བཅོས་ཅིག་འདི་ཤ་ཡོང་གི་རེད་སོ་སོ་དགོས་ཡ་དེ་ག་རེད་ཤ་སོ་སོ་ལ་འབྲེལ་བ་ཡོད་པ་དེ་ག་རེད་ཤ་ཉན་འདོད་པ་ལྟ་འདོད་པ་ག་རེད་ཤ་ད་ཚིག་ན་ལྟས་ཚེ་སྟབས་བདེ་ཧོ་རེད་མང་པོའི་སེང་ནི་བཙལ་དགོས་མ་རེད་བ།

རྡོས་ཤ་ཡོང་གི་རེད། ད་འདི་ཤ་བ་ཡིན་ན་ལིས་ཀྲིའི་ནང་ལོག་ག་ཚད་འདི་ལྟ་ཨ། གཅིག་གཉིས་གསུམ་བཞི་ལྔ་དྲུག་འདུག་ཨ། དྲུག་བཅུ་དུས་དྲུག་བརྒྱ་ཉེར་གཅིག་རྩ་བཞི། འདི་གཅིག་འདུག་དེ་གཅིག་དུས་ཨ་ཚན་པ་ཉེར་གཅིག་རྩ་ལྔ་ཡོད་རེད། ད་འདི་ཚན་པ་དེ་རྒྱུ་གཞི་གཅིག་འབྲེལ་བ་ཡོད་བསྡད་མཁན་གྱི་ཚན་པ་ཚན་པ་གཅིག་སྒྲིག་གི་ཡོད་རེད་ད་སྟབས་བདེ་ཤོས་འདི་རེད།

དེ་ལས་ནང་གསེས་ཚན་པ་བདུན་ཅུ་འདུ་བ། ནང་གསེས་ཟེར་ན་ད་སྦྲགས་སྒམ་ཟེར་དགོས་ན་བརྙན་སྒམ་ཟེར་ཤོར་ནས་དེ་ཚན་པ་བདུན་ཅུ་ཡོད་རེད། དེའི་འོག་གི་དེ་འཕྲོད་བསྟེན། འཕྲོད་བསྟེན་ལ་ནང་གསེས་ཚན་པ་གཉིས་འདུ་བ། ད་འདིའི་ནང་ལོགས་ནས་སོ་སོ་གི་རེག་དགར་དགོས་པ་ཡིན་ཚ་དེ་སྟབས་བདེ་བོ་ཞིག་བྱ་དགོས་པ་རེད། ཨ་ནི་སོ་སོ་ལ་དགོས་ཡག་གི་རེག་དེའི་ནང་ལ་འགྲོ། དཔེར་ན་མང་ཤོས་དེ་རྒྱ་རེབ་རེད་འདུ་བ། རྒྱ་རེབ་དེ་སྐྱེས་གནས་པ་ཡིན་ན།